ད་ལོ་ག་ལ་ག་སྐོར་གྱི་འགྲིག་གི་ཡོད་རེད། ད་ཕྱི་ལོ་འཛམ་གླིང་རྒྱལ་ཁབ་གོ་བ་ཞུགས་ཀྱི་ཡོད་ན་རེད། བོད་མི་རྒྱ་ཆེན་པོ་ཞིག་ཁ་འཐོར་བསྡད་ཡོད་རེད། ཡིན་པ་ཡིན་ནས། བོད་མི་ཚང་མ་ད་ལྟ་བར་དུ་སྐྱབས་མགོན་ལོ་ཐུགས་རྗེ་བཀའ་དྲིན་ལ་ཡ། གོ་བ་ཁ་འཐོར་ཡོད་ནས་བོད་པ་ཚང་མ་གཅིག་སྒྲིལ། སེམས་ཀྱི། ད་ཚོར་བའི་ཐོག་ནས་གཅིག་སྒྲིལ་ཡིན་དེ་སྲས་པོ་ཞེ་དྲག་རེད། རྩ་བའི་བཞུགས་ས་དེ་གའི་ས་ཆ་མ་འདྲ་མ་འདྲ་བཞུགས་ཀྱི་ཡོད་རེད་དེ་མི་སེར་འདིའི་ནང་ནས་བོད་པ་ཡིན་ཟེར་ཡ་དེ། ད་མུ་མཐུད་འདས་ཡོད་སོང་ཙང་དེ་རིང་འདས་ཧྥ་རན་སི་ནང་ལོགས་ལེན་ནས་བོད་པ་དེ་གའི་ཁ་ཐོར།

རིགས་པའི་མཚོ་འགག་གི་དགའ་སྟོན་ཉིན་མོ་རེད་ཟེར་ཡིན་པ་ཡིན་ནའི། བོད་པ་ཞིག་ཡིན་པའི་ཆ་ནས་བོད་པ་དེ་གི་དཀའ་ངལ་གོ་བ་འདུག་ཨ་སྡུག་ས་གོ་བ་ལས་བཞག་འདི་གའི་སྐད་ང་ཚོ་ཤེས་ཡ་གལ་ཆེན་པོ་ཞུ་རྒྱུ་རེད་བསམ་ཡོད། གང་ཡིན་ཟེར་ན་སྐྱབས་མགོན་ཆོས་རང་གིས་གསུང་གི་འདུག་གྲ་སྒྲིག་སྡུག་ས་ནས་བྱེད་ཤོག་ཅེས་གསུང་གི་འདུག་ག་གྲ་སྒྲིག་སྡུག་ས་ནས་བྱེད་ཤོག་གསུང་ཡ་དེ་ཡིན། སྐྱབས་མགོན་རིན་པོ་ཆེས་མ་ཞུ་སྐབས་ལས་ང་ཚོ་མུ་མཐུད་ནས་བོད་པའི་འཐབ་རྩོད་འདི་མུ་མཐུད་གནས་ཐུབ་ཡ་དང་བོད་མི་དེ་གའི་ཁ་དམག་ཐོར་ཡ་འདིའི་ཆེད་དུ་གསུང་གི་འོ་རེད་བསམ་གི་འདུག་དེ་ཡིན་དུས་གྲ་སྒྲིག་སྡུག་ས་ནས་བྱེད་ཤོག་གསུང་ཡ་དེ་ང་ཚོ་བོད་པ་ཚང་མ་ལས་འགན་ཆེན་པོ་ཞུ་བྱས་པ་རེད་སྐྱབས་མགོན་རིན་པོ་ཆེ་གིས།

འདི་ག་ལ་སོགས་སུ་བྱ་གལ་ཆེན་པོ་བྱུང་ཞེས་བསམ་ཡོད། ད། ཡོང་རྒྱུའི་བཀའ་བློན་ཁྲི་པ་འདིས་གལ་ཆེན་པོ་ཡིན་པའི་རྒྱུ་མཚན་རིམ་པས་གཅིག་ཞུས་པ་ཡིན་ན་དང་པོ་འདི་ལས་ད་སྐྱབས་མགོན་ལོ་ཆུ་དགུང་ལོ་བདུན་འབྱུང་བ་ཚད་ད་ག་རེ་ཡོད། ཨ་ནི་དེའི་ནང་ནས་ཡ། སྐྱབས་མགོན་རིན་པོ་ཆེས་ད་དགུང་ལོ་མཐོ་པོ་འདི་འདྲ་འཕེལ་འགྲོ་གི་ཡོད་རེད་དོན་དུ་རིན་པོ་ཆེ་གི་དུས་ཚོད་འདི་གཙང་འགྲོ་གི་ཡོད་རེད་ད་བོད་པ་སྤྱི་ཚོགས་འདི་མ་འོངས་པ་ག་འདྲས་ཅིག་ཆགས་ས་རེད་སྐྱབས་མགོན་ལོ་ཆུ་མ་བཞུགས་སྐབས་ལ་ང་ཚོ་ཁ་འཐོར་ས་རེད་དང་མ་རེད་ཁ་མ་འཐོར་ཡང་ཐབས་ཤེས་ག་རེ་བྱེད་དགོས་ཀྱི་འདུག་མི་འདུག་འདི་གས་ད་ང་ཚོ་བསམ་བཏང་ཡང་དུས་ཚོད་ཏན་ཏན་གནས་བཞག་བསམ་གྱི་འདུག་འདི་བསམ་བློ་བཏང་མ་ཐུབ་པ་ཡིན་ན་ད་ལྟ་བྱས་ན་ང་ཚོ་ཁྲི་ཕྲག་གི་རེད། ད་ལྟ་སྐྱབས་མགོན་རུ་ཤི་སུ་ཤི་བཀའ་དྲིན་ལ་ལམ་ཚང་མ་གཅིག་སྒྲིལ་འོག་ལ་བཞུགས་ཡོད་རེད་ཚང་མ། ཡིན་པས་ནས་སྐྱབས་མགོན་ཞུ་མ་ཞུ་ག་ལ་ང་ཚོ་ཁ་ཐོག་དྲོད། ངས་འདི་བསམ་གྱི་ཡོད་གང་ཡིན་ཟེར་ན། ང་རང་ཚོ་ལ་ཡ། ཁ་དམར་ཐོན་རེའི་ཆེད་དུ་འགོ་ཁྲིད་ཡག་པོ་ཞིག་བསྐྲུན་ཐུབ་པ་བྱེད་དགོས་ཀྱི་ཡོད་འདི་ང་ཚོའི་འགན་ཁྱེད་མ་ཐུབ་ན་ཏན་ཏན་ཁ་ཐོག་རེད། དེ་ཡིན་དུས་ད་ང་ཚོ་འདི་བཞུགས་མེད་ད་རིང་ང་ཚོ་དམག་ཚོགས་ཀྱི་ངོས་ནས་བཀའ་བློན་ཁྲི་པ་རུ་ཤི་གཉིས་བཏོན་ཡོད་རེད་ཨ་དེ་གཉིས་གཉིས། ཡག་ཤོས་རེད་ངེས་པར་དུ་བློ་བུར་བས་ས་བ་གཉིས་ནས་བཞུགས་མེད། མི་མང་ནང་ལ་བསམ་ཚུལ་མང་པོ་ཞིག་ག་རེ་ལེགས་པོ་འདུག་ཟེར་ལབ་ཡིན་ན། དམིགས་བསལ་གྱི་ད་བཞུགས་བོད་པ་བཞུགས་མཁན་མང་ཆེ་བ་གཞིས་ཆགས་ཁག་དང་གདན་ས་ཁག་ནང་རེད། འདི་ནང་ནས་གསར་འགྱུར་ཆུང་ཆུང་གང་རྙེད་ལོ་ལབ་དུས་ད་བཀའ་བློན་ཁྲི་པ་སུ་ལ་བླུག་གི་རེད། ང་ཚོས་སྒུག་ཚུལ་མི་འདུག་མི་མང་ངོས་ནས་ཚོགས་པ་གང་འགན་འཁྱེར་རོགས་ཞེས་ཟེར་ང་ཚོ་ངོས་ནས་གཅིག་བསྟན་རོགས་ཞེས་ཟེར་ཨ་ནི་ང་ཚོ་འདི་ལ་ཡ་རྒྱབ་སྐྱོར་བྱས་ཞེས་སྒུག་ཏུ་ཕྱིན་པ་དང་བདག་གི་ཡིན་ཟེར་རྗེས་འདི་མི་མང་ནང་བསམ་ཚུལ་ཡར་སླེབས་རྒྱུ་རེད། སོང་ཙང་ང་ཚོ་དམངས་གཙོ་པ་ངོས་ནས་འོས་མང་པོ་ཞིག་མ་བཏོན་མ་བཏོན་པ་བྱས་འོས་ཉུང་ཉུང་ཞིག་བཏོན་མི་མང་མགོ་མ་ཚོ་བའི་ཆེད་དུ་ང་ཚོ་ངོས་ནས་མི་འདི་གེ་འདི་ཚད་ལྡན་རེད་ཤག་ཉམས་མྱོང་འདུག་ཤེས་ཡོན་འདུག་འཇོན་ས་རེད་འདི་གེ་ལ་ཡིད་ཆེས་བྱེད་ཆོག་ས་རེད་ཟེར་རྗེས་ང་ཚོ་ངོས་ནས་བཀའ་བློན་ཁྲི་པ་བསྟན་རྣམ་རྒྱལ་བཀྲིས་ཟུར་བསྟན་རྣམ་རྒྱལ་བཀྲས་མཐོང་མཆོག་དང་བློ་བཟང་སངས་རྒྱས་གཉིས་ལ་རྒྱབ་སྐྱོར་དུ་ཞུས་ཀྱི་རེད། བཀའ་ཁྲི་མ་ཡིན་པའི་ཡང་ཁོ་གཉིས་གཅིག་པོ་ཅིག་རེད་ལ་ཟེར་དྲི་བ་མང་པོ་གླེང་གི་ཡོད་རེད་དེ་མ་ཡིན་པའི་བཀའ་བློན་ཁྲི་པ་ཡོད་པ་ཡོད་མ་རེད་བས་ཟེར་བཅས་དྲི་བ་མང་པོ་གླེང་གི་ཡོད་རེད་དེ་ལས་ཡོད་ཀྱི་ལས་ཏན་ཏན་ཡོད་ཀྱི་རེད་བསམ་གྱི་འདུག་གང་ཡིན་ཟེར་ན། ད་ལྟ་ད་ང་ཚོ་དམངས་ཚོགས་པའི་ངོས་ནས་རྒྱབ་སྐྱོར་གཉིས་བྱེད་ཀྱི་ཡོད་རེད་དེ་ཚོགས་པ་མང་པོ་ཅིག་གིས་མི་མ་འདྲ་མ་འདྲ་བཏོན་ཡོང་གི་རེད་བཏོན་གྱི་འདུག་ག་ལ་ང་ཚོ་བཏོན་ཚར་སོང་ཁ་ཤས་ཀྱིས་བཀའ་བློན་ཁྲི་པ་བཅུ་གསུམ་བཏོན་སོང་ཁ་ཤས་ཀྱིས་བཅུ་དྲུག་བཏོན་སོང་ད་དུས་ཁ་ཤས་ཀྱིས་བཅུ་དྲུག་བཏོན་ཡང་གྲ་སྒྲིག་བྱེད་ཀྱི་འདུག་ད་དུས་ཁ་ཅིག་གིས་བཅུ་བཏོན་ཡང་གྲ་སྒྲིག་བྱེད་ཀྱི་འདུག་དྲུག་ཡང་ཁ་ཅིག་གིས་དྲུག་བཏོན་ཚར་སོང་ད་ང་ཚོས་གསུམ་བཏོན་དེ་ཚང་མ་བསྡོམས་པ་ཡིན་ན་བཀའ་བློན་ཁྲི་པ་ཨ་ལ་མང་བཞི་བཅུ་ལྔ་བཅུ་ཆགས་ཚར་རེད་ང་ཚོ་ལ་ཡ། ཡིན་པས་ནས། ངས་ག་རེ་བསམ་གྱི་འདུག་ལར་ནས་ག་ཚོད་ཉུང་བ་སྟོན་པ་ན་དེ་ཚོས་ང་ཚོ་ལ་ཕན་ཐོགས་ཆེ་ཡོད་པའི་རེ་བ་བསམ་གྱི་འདུག་ག་ཡིན་ཟེར་ན། ད་ལྟ་གཉིད་ནས་མི་མང་མགོ་འཐོམ་དུ་ཡོད་དུས་ཀ་ནས། མིག་སོ་སོའི་མདུན་དུ་ཡང་ས་ཉིལ་ཡོང་ནུས་པའི་སྐབས་ལ་ཡང་བཀའ་བློན་ཁྲི་པ་བཞི་བཅུ་ལྔ་བཅུ་སུ་བསླེབས་པ་ནི་ཡང་ཡང་བསྐྱར་མགོ་འཐོམ་ཞིང་སུས་བསླུ་དགོས་མིན་ཧ་མ་གོ་ཡ་གི། ཡང་དཀའ་ངལ་ཞིག་འཕྲད་ཀྱི་རེད་ཟེར་ཏེ་ང་ཚོ་ཚོས་བསམ་གྱི་ཡོད་རེད། དེ་ཡིན་དུས་ཡང་མཐའ་གཅིག་ཏུ་སྟོན་ཆོག་གི་མ་རེད་ཟེར་ཏེ་ཞུ་ཡ་མཁན་ཡང་མ་དམངས་གཙོ་རེད་ཅེས་སྟོན་པ་ནས་འགྲིག་གི་ཡོད་རེད། དེ་ནས་བསམ་བློ་ཅིག་གར་བཏང་དགོས་ཟེར་ན་ང་ཚོའི་མདུན་དུ་སྟོན་བཞག་པའི་བཀའ་བློན་ཁྲི་པ་བཞི་བཅུ་ལྔ་བཅུ་འདིས་བཀའ་བློན་ཁྲི་པ་ཡོད་པ་རེད་བས་ཤ་སྟག་གིས་བསམ་བློ་བཏང་དགོས་རེད་བསམ་གྱི་འདུག་དེ་འདྲའི་བསམ་བློ་མ་བཏང་པ་ཡིན་ན། སྐབས་འདིའི་ཡག་མེད་དང་འདིའི་ཡག་མེད་ལ་སོགས་ཚེ་འོད་གོ་ཁ་སར་ཕྱིན་པ་ན་འོད་ཁ་ཐོར་འདུག་ནས་སང་ཉིན་འོད་ཁ་ཐོར་བ་ཡིན་ན་དཀའ་ངལ་ག་རེ་ཡོང་སྲིད་ལབ་པས་ན། སང་ཉིན་འོད་ཐོབ་ནས་བཀའ་བློན་ཁྲི་པ་ཆགས་མཁན་མི་དེ་གཟི་བརྗིད་ལྡན་པའི་ཐོག་ནས་འོད་རྒྱ་ཆེན་པོ་ཐོབ་རྒྱ་ཆེ་མཐོ་བོའི་ཐོག་ནས་ཐོབ་ཐུབ་པས་ཁག་པོ་རེད། འདི་མ་ཐོབ་བས་ན་གདེང་ཚོད་ཉུང་འདུག་ནས་བཀའ་བློན་ཁྲི་པ་ཐོབ་མཁན་དེ་ངས་སྔ་རོལ་དཔེ་མཚོན་གྱིས་ཞུའོ། འདི་དངོས་ལ་ཡང་རྒྱ་ཐེ་ཝན་གྱི་སྲིད་འཛིན་ད་ལྟ་ཨ་བྲི་ཏི་པི་གྱི་གཞུང་ཟིན་པའི་སྐབས་ལ་ཡང་མ་ཡིན་ཕྱིན་ཁོ་རང་གིས་ག་རེ་ལབ་དགོས་བ་སི་ལབ་ངས་དེ་འདྲའི་ཀློག་མྱུར་ཡོད་གོ་མྱུར་ཡོད། རྒྱ་ནག་གི་སྲིད་འཛིན་ལ་ཡང། ང་གོ་གནས་ཐུག་རེད་དམངས་གཙོ་སྤྱི་ཚོགས་ཞེས་ན་གང་ཡིན་ཟེར་ན་ང་ལ། ངའི་མི་འབོར་ས་ཡ་ཉི་ཤུ་གི་རྒྱབ་སྐྱོར་བྱེད་ཆོག་འོས་ཤོག་བླུག་ན་སྐྱོར་རེད། རྒྱ་ནག་ནང་ལ་ཡང་དམར་ཤོག་ཚོགས་པ་གི་ཚོགས་མི་བརྒྱ་ཆ་ལྔ་དྲུག་རེད། དེ་ཡིན་དུས་རྒྱ་ནག་སྲིད་འཛིན་དེ་མི་ཁ་ཤས་ཀྱི་བཀོད་འགྱོག་རེད་སོང་ཙང་ཁོ་རང་ལས་གཟི་བརྗིད་ང་ཆེ་གི་རེད་ཟེར་ཆ་སྤོབས་པ་ཆེན་པོ་ཐོན་ལབ་བསྡད་དེ་རྒྱ་ནག་དེ་ཐེ་ཝན་སྲིད་ནས་ཞེ་དྲག་རྒྱ་ཆེ་གི་རེད་སྟོབས་ཆེ་གི་རེད་དེ་ཡིན་པས་ཡིན་ནའི་སྲིད་འཛིན་དེ་གི་དེ་འདྲ་བཤད་ཚུལ་ཡག་གི་ནུས་པ་དང་གདེང་ཚོད་དེ་ག་རེ་གླེགས་བོར་དེ་དུས་མི་མང་གི་ཆ་ཤས་ཡག་པོ་གླེང་བ་སོང་ཙང་མི་མང་གི་འོས་ཤོག་ཡག་པོ་བླུག་བ་སོང་ཙང་སྤོབས་པ་ཐོ་བ་ཐོན་ལབ་ཐུབ་ཡོད་འདི་ན་བཞིན་ང་ཚོའི།

དེའི་དོན་རྣམ་པ་ཚོའི་ངོས་ནས་ང་ཚོས་འདི་བརྟག་དཔྱད་བྱས་ཡོད་རེད། ང་ཚོ་བཏོན་པའི་འོས་མི། དང་པོ་ཁག་གསུམ་བཏོན་པ་རེད། ཁོང་བཀྲ་ཤོག་འདུས་ལགས་གཅིག་བཏོན་པ་རེད། དེ་ནས་བསྟན་འཛིན་རྣམ་རྒྱལ་ལགས་བཏོན་པ་རེད། བློ་བཟང་སེང་གེ་ལགས་བཏོན་པ། དེ་ནས་ཁོང་བཀྲ་ཤོག་འདུས་ལགས་ཀྱིས་གར་སོང་གོ་ལབ་ཡིན་ན། ད། སྤྱི་ཚོགས་འདི་ན་ལས་ཀ་མང་པོ་བྱས་པ་ཡིན། གོང་བློའི་ཐོག་ནས་ད་ཡག་ཕེབས་བསྡད་ཡོད། ད་ཡིན་དུས་མི་ཞིབ་པ་ལ་ཡང། གོ་སྐབས་ཕུལ་བ་རེད་ད། མི་གསར་བ་ལ་གོ་སྐབས་ཕུལ་ཡོད་དེ་གལ་ཆེན་པོ་རེད་ཟེར་ཅིང་དགོངས་པ་ཞུས་ཡོད། དགོངས་པ་ཞུས་པ་ནང་བཞིན་ད་དགོངས་པ་རགས་ཤིང་གི་དུས་སུ་ཐོན་ཕྱིན་པ་རེད། དེའི་དོན་ངས་གར་ལབ་ཀྱི་ཡོད་ལབ་ཡིན་ན། ཁོང་བཀྲ་ཤོག་འདུས་ལགས་ཀྱི་བཀའ་མོལ་དེ་ངའི་བློར་འགྲོ་པ་ཞུ་བྱུང་སོང། དུམ་ཚིགས་ག་རེ་བྱེད་འདོད་ཡོད་ལབ་ཡིན་ན།